ཨན་ཚང་མ་ལོ་བརྒྱད་པ་དེ་ཞེ་དྲག་དགའ་པོ་བྱུང། ད་དེ་རིང་ང་ཚོ་མི་མང་པོ་ཅིག་དེ་འཛོམས་བཞུགས་ཡོད་རེད་ཅེ་ན་དེ་འདྲས་ཡིན་དུས་ཙང་ནས་ད་ང་རང་ཚོ་ཅིག་ཡར་དོན་ཅན་གྱི་རྒྱལ་ཁབ་པའི Australia སོར་ཅིག་ནང་ལ་ཡང་ད་བོད་པ་མང་པོ་དེ་འདྲས་སླེབས་ཡོད་པ་དེ་ཞེ་དྲག་གི་ང་རང་ཡིན་ནས་དགའ་ཚོར་ཆེན་པོ་བྱུང། ཁྱེད་རང་ཚོ་དེ་གའི་ཡིན་ནས་ཞེ་དྲག་གི་ད་གོ་སྐབས་བཟང་པོ་ཞེ་དྲག་རེད། ད་གཙོ་བོ་རྒྱལ་བ་རིན་པོ་ཆེན་གྱི་ཐུགས་རྗེ་བཀའ་དྲིན་དང། དག་ནང་བཞིན་ང་རང་ཚོའི་བོད་བོད་མི་ད་གཞུང་དང་ཞུ་ནས་མི་འདུག་ག་འདའ་བོད་པའི་སྒྲིག་འཛུགས་ཀྱི་པའི་དབུ་ཁྲིད་པའི་ཐོག་ནས་ཨ་འདའི་ཅིག་གར་སོག་རེད། བོད་པ་ད་མང་པོ་ཅིག་དེ་སླེབས་ཐུབ་ཀྱི་ཡོད་རེད་པ། ཅི་ད་འདི་འདྲས་ཡིན་དུས་ཞི་རགས་ཀྱི་ཁྱེད་རང་ཚོ་ཚང་གོ་སྐབས་བཟང་པོ་ཞི་རགས་རེད། ཅི་ད་འདི་འདྲས་ཡིན་དུས། ད་ཅི་ན་ངས་ཞུ་གི་ཡོད་ང་རང་ཚོ་བོད་པ་ཟེར་མཁན་ང་རང་ཚོ་བོད་རིགས་སྤུན་ཟླ་ཚང་མ་ང་རང་ཚོ་ཞི་རག་གི་བསོད་ནམས་ཆེན་པོ་རེད་ཤག་ཕྱོགས་གཅིག་ནས་བོད་གངས་ཅན་གྱི་ལྗོངས་འདི་ཞི་དངོས་གནས་དྲང་གནས་རྒྱལ་བའི་ལུང་རྟོགས་ཀྱི་བསྟན་པ་རིན་པོ་ཆེའི་མདོ་སྔགས་ཆ་ཚང་བའི་བསྟན་པ་པས་ས་དར་རྡོ་དར་གནམ་དར་ཞེས་གསུང་གི་ཡོག་རེད་ལ་གསུང་བ་ནང་བཞིན་གྱི་སངས་རྒྱས་ཀྱི་ཆོས་དྲི་མ་མེད་པ་མདོ་སྔགས་ཆ་ཚང་བའི་བསྟན་པ་ཨ་ནེ་བོད་ཆོལ་ཁ་གསུམ་གྱི་ས་ཁུལ་ཡོངས་རྫོགས་ལ་ཁ་ཁྱབ་བྱས་ནས། བོས་ཏེ་ཨ་ནེ་པའི་མཆོད་རྟེན་གྱི་ཞིང་ཞེས་གསུང་བ་ནང་བཞིན་སྐུ་ནས་ང་རང་ཚོ་བོད་པ་འདི་གའི་ཚང་མ་ལོག་སྟེ། པའི་ཅིག་ད་ས་འོ་རེ་ད། ཆོས་ཀྱི་ཚོགས་བསྡད་པ་ཞིག། ད་ཆ་འདི་འད་ཡིན་འདུག་ང་ཚོ་དངོས་གནས་དྲ་གནས། པའི་ཆོས་ཕྱོགས་ཐོག་ནས་ཧ་ཅང་གི། ད་ས་འོ་རེ་གནས་ཚད་མཐོ་པོ་ཟིན་ནས་མི་འདུག་ང་ཚོ་སྐལ་བ་བཟང་པོ་རེ་ཤག། བྱས་ཙང་ང་རང་ཚོའི་བོད་པའི་མི་ལས་སྐྱེ་བ་བླངས་པ་དེ་ཁོ་རེད། ངས་སྐྱེ་བ་བཟང་བོ་ཞིག་རེད་བསམ་གྱི་འདུག་བོད་པའི་མི་ལ་སྐྱེ་བ་བླངས་ཡང་དེ་མི་བསོད་ནམས་ཅན་ཞིག་མ་གཏོགས་སྐྱེ་ཐུབ་གི་མ་རེད་བསམ་གྱི་འདུག་ང་རེ་བསམ་ཚུལ་བྱས་ན། བྱས་ཙང་འདི་འདྲ་ཡིན་དུས་འདི་གང་རེད་ཟེར་ན་དཔལ་ཆོས་ཀྱི་འཚོ་བདེ་བའི་རྒྱལ་ཁབ་ཅིག་དང། བསྟན་པ་དཔལ་ས་དར་རྡོ་དར་གནམ་དར་ཡོད་སའི་གི་ས་ཆ་ཅིག་སླེབས་པ་དེ་ང་ཚོ་དཔེ་གོ་བ་བཟང་བོ་རེད། ལོ་རྒྱུས་ཀྱི་ཐོག་ནས་ཞུས་པ་ཡིན་ཏེ་ང་ཚོ། བོད་དེ་སྔོན་གྱི་ད་ཆོས་རྒྱལ་ཚོ་སྐུ་དུས་ལ་ཞུས་པ་ཡིན་ན་ད་བོད་ཀྱི་མངའ་ཐང་དཔེ་ཆེན་པོ་རེད་འདུག་བ་ང་ཚོ་བོད་པ་དེ་དངོས་གནས་ད་ནས་ཧ་ལམ་འཛམ་བུ་གླིང་གི་ས་ཁུལ་ག་རོ་གཅིག་ང་ཚོས་དབང་བསྒྱུར་བྱས་ཐུབ་པ་དང། སྟོབས་ཤུགས་ཨ་ནི་དཔལ་ཡོན་ཨ་ནི་ནུས་སྟོབས་གང་ཅིའི་ཐད་ནས་ང་ཚོ་ཆེན་པོ་ཞིག་རེད། དེ་བཞིན་གྱི་པས་ད་ནང་དོན་རིག་པ་གཙོ་བོར་གྱུར་པའི་རིག་གནས་ཁག་པས་ང་ཚོ་བོད་ལ་ཡ་བྱང་པ་ཧ་ཅང་གི་ཆེན་པོ་བྱུང་ཡོད་རེད་བ། དར་ནག་ཤིང་གི་པའི་སྐྱེས་གྲུབ་གཉིས་ལྡན་གྱི་ཨ་ནེ་པའི་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་མང་པོ་བྱོན་ཡོད། དེ་དང་དེ་འདྲ་ཡིན་དུས་ང་ཚོ་བོད་མི་རིགས་ཟེར་བ་དེ་ང་རང་ཚོའི་པའི་སྤོབས་པ་བྱེད་དགོས་ཡ་ཇི་དང་བོད་པ་ཡིན་ཟེར་ནས་ང་རང་ཚོ་དེ་གའི་ཚང་མོ་ལ་བའོ་སྒོམ་དགོས་ཡ་ཀྱི་གནས་སྟངས་ཆགས་ཀྱི་འདུག་བསམ་གྱི་འདུག་ད་ཡིན་ནའི་སྟབས་ཉེས་པ་ཅི་ལ་ད་ལྟའི་དུས་ཚོད་དེ་ལ་བོད་དེ་ཐབས་སྐྱོ་པོ་ཞུ་གྱི་རེད་ད། ང་རང་ཚོའི་དབུ་ནས་ཕྱི་རྒྱལ་སྐད་ལ་ཡིན་ན Duck Period ཟེར་གྱི་འདུག་བ། ང་ཚོ་མུན་ནག་གི་དུས་ཚོད་ཅིག་མདའ་སླེབས་ཀྱི་ཡོད་མདའ། སོ་སོའི་རྒྱལ་ཁབ་ཡོད་མ་མདའ་མི་ལུང་པ་ཤོག། སོ་སོའི་རྒྱལ་ཁབ་ནང་ལ་སོ་སོའི་ཆོས་བྱེད་ཆོག་གི་ཡོད་མ་རེད། སོ་སོའི་རྒྱལ་ཁབ་ནང་ལ་སོ་སོའི་རིག་གཞུང་འཛིན་སྐྱོང་བྱེད་ཆོག་གི་ཡོད་མ་རེད། སོ་སོའི་རྒྱལ་ཁབ་ནང་ལ་ཡ་ཨ་ནེ་པས་སོ་སོའི་ཆོས་དང་རིག་གཞུང་དང་སོ་སོའི་དད་པ་བྱེད་སའི་བླ་མ་ལ་ཡ་གོང་ས་སྐྱབས་མགོན་ཆེན་པོ་ལ་ཡང་ཨ་ནེ་པའི་ག་སོག་ད་ཅིག་ག་སོག་མཁས་པ་ཞུ་ན་དེ་ཚོ་ལ་ཨ་ནེ་པའི་ཁྲིམས་འགལ་གྱི་ཆ་ཡ་དེ་ད་བོད་དེ་ད་བོད་ས་ཡོངས་རྫོགས་དེ་ད་རྒྱ་མིས་ཨ་ནེ་པའི་ཇུས་བྱས་རེད་བ། ཐབས་སྐྱོ་བོ་ཞོལ་ཅིག་ཨང། དེ་ལས་སྡུག་བ་ཅིག་ད་ཡོང་ཡ་དེ་ཡོག་མ་རེད་ད་ང་ཚོ་ལ་དུག་ཤུལ་དུ་བྱུང་ཚར་རེད་ད། ལོ་སོ་སོའི་ལུང་པ་སོ་མིས་དབང་བསྒྱུར་བྱས། སོ་སོའི་ལུང་པའི་ནང་དུ་སོ་སོའི་ཆོས་དད་རིག་གཞུང་སོ་སོའི་སྐད་ཡིག།

དེ་དག་འདི་འདྲའི་ཡིག་འབྲུ་གཙོ་བོ་དེ་ང་རང་ཚོ་འདི་གའི་ཚང་མ་ལ་འགྲོ་མགོ་ནས་བོད་པའི་ཡ་རབས་བཟང་སྤྱོད། ཨ་ནི་བོད་ཀྱི་ཨ་ནི་བའི་རིག་གཞུང། བོད་ཀྱི་སྐད་ཡིག་དེ་མི་ཉམས་རྒྱུན་འཛིན་ང་ཚོ་བཙན་བྱོལ་ཡོང་ཡང་དམིགས་ཡུལ་དེ་འདི་རེད་བ་ད། སོ་སོའི་ལུང་པའི་ནང་སོ་སོའི་སྐད་དང་ཡི་གེ་དོན་གཅོད་བྱས་ཆོག་གི་མི་འདུག་ཆོས་བྱས་ཆོག་གི་མི་འདུག་བཟང་ཚོ་བཙན་བྱོལ་སླེབས་རེད་བ། ད་ང་ཚོ་དེ་སླེབས་ནས་རང་དབང་ལུང་པའི་ནང་ང་རང་ཚོ་འདིའི་འཛིན་སྐྱོང་སྤེལ་གསུམ་བྱས་མ་ཐུབ་ན། ཧི། བཙན་བྱོལ་ཡོང་ནི་དགོས་པ་རྒྱུ་མཚན་མེད་རེད་བཟོ་བྱེད།

ཁ་གཏིང་ངོ་མ་དེ་ག་འདྲ་བཅའ་བར་བྱེད་ན། སོ་སོའི་རིག་གཞུང་མི་ཉམས་རྒྱུན་འཛིན་བྱེད། སོ་སོའི་སྐད་ཡིག་མི་ཉམས་རྒྱུན་འཛིན་བྱེད་ན། ཁ་གཏིང་ད་ག་རང་ཆོག་གོ་ད། ལྷག་དོན་དུ་ཁྱེད་རང་ཚོ་དེ་གའི་མང་ཆེ་བ་དེ་ཁྱིམ་ཚང་ཡོད་མཁན་ཤིག་ཤིག་དང། ཕུ་བོ་བུ་ཕྲུག་བུ་དང་བུ་མོ་མང་པོ་ཡོད་རེད་བ། དེ་གས་ལ་ཡང་ཨ་ནི་སོ་སོའི་བོད་ཀྱི་ཨ་ནི་བའི་ཡི་གེ་བོད་ཀྱི་སྐད་ཡིག་རེད་བ། ན་ཕྱི་རྒྱལ་ལ་ཡོད་ལྟས་ཚ་བོ་རེད་བ།

ཁྱེད་རང་འདི་འདྲའི་ཡིན་དུས་ཨུ་གུ་ལ་ཨ་ནི་པེ། ཨ་ནི་དང་པོ་བོད་སྐད་ཡག་པོ་ཤག་དགོས་ཀྱི་འདུག་བོད་སྐད། ཁ་ཤས་བོད་སྐད་ཁྱོན་དེ་ཡག་མི་འདུག་ཨ། དེ་ཁག་པོ་ཞེ་དྲག་རེད་ཤག་བོད་སྐད་དེ་ཡག་པོ་ཤེས། བོད་པའི་ཤེས་སུ་བོད་པའི་བོད་སྐད་ཀྱི་འཛིན་གྲྭ་ཚུགས་ཡས་དེ་ཡོག་མ་དུས་རྒྱུན་ནས་བོད་སྐད་རྒྱག་དགོས་རེད་ད། ནང་ལ་ཡང་བོད་སྐད་ཡག་པོ་རྒྱག་དགོས། ཨ་ནི་བོད་ཡིག་ལབ། ཨ་ནི་པེ། བྱུང་བ་ཡིན་ན་ད་ཅིག་ཆུ་སྐད་ག་ས་གོ་རེ་གཞན་དོན་དོན་ཡག་དང་ཨ་ནི་པེ་བོད་པའི་ད་ཡ་རབས་བཟང་སྤྱོད། བོད་པའི་གཤིས་རྒྱུད་བཟང་པོ་དུག་རྫི་ཕར་འཇགས་ཐུབ་པ་བྱས་ཡག་ཅིག་ད་དེ་ཕ་མ་མེ་རི་ངོ་རེ་ནས་བྱེད་ཐུབ་པ་ཞིག་དགོས་གི་ཡོག་ད་ཨ་ནི་བད་ཁྱབ་ཆེན་པོ་ཞི་བུ་ཅིག་བོད་སྤྱི་བའི་དོན་དག་བྱེད་མ་ཐུབ་ཡིན་ནའི་རི་ད་བྱུང་ན་ད་དེ་འདྲ་དགོས་གི་ཡོག་རེད་དེ་མ་བྱུང་ཡིན་ནའི་སུ་སུ་སུ་ཁྱིམ་ཚང་ནང་སྤུ་གུ་དེ་གསོ་སྐྱོང་ཡག་པོ་ཅིག་ད་མི་ཧྲ་ཏག་ཏག་ཅིག་བཟོ་ཐུབ་ཡག་ཅིག་ཚང་མ་ལོག་དེ་འགན་ཤུགས་ཆེ་སུ་གནང་དགོས་གི་འདུག་ད་ད་ལྟ་བད་ཅིག་གར་སོ་གོ་རེ་དེ་རུ་ཅིག་ཆགས་བསྡད་འདུག་བ་ཁོ། ཉག་ཕྲ། ཁོ་ཚོར་རྫ་ཕྲ་བའི་དུས་ཚོད་ཅིག་ད་ད་འདི་དུས་ཚབ་དེ་དུས་སྐབས་འདི། དུས་ཚོད་འདི་ལ་ཡར་མཚམས་སྦྱོར་དང་མ་མཚམས་བྱེད་མ་ཐུབ་པ་ཡིན་ན་ཨ་ནི་རྦད་དེ་ཁག་པོ་ཞིག་རག་རེད་རེད་པཱ། ད་འདི་ཡིན་དུས། ཨ་ནི་རྦད་ཚང་མ་ལ་ཐུགས་ཁུར་བཞེས་བྱས་རེད་པཱ། ཁུ་ཁུ་ཚོ། གསོ་སྐྱོང་བྱེད་སྟངས་དང་སློབ་ཁྲིད་བྱེད་སྟངས་དང། དུས་ཚོད་རྦད། ཅིག་འཐུས་ཤོར་མ་སོང་བ་ཅིག།

ད་ནི་ཤེས་ཡོན་མེད་པའི་མིའི་ལས་ཀ་བྱེད་སྟངས་རེད་འདུག་བ། ད་རིག་གནས་སུ་ང་ཚོ་པས། ཡར་ཐོན་དུས་རབས་པའི་ཉི་ཤུ་རྩ་གཅིག་གི་དུས་འདྲེ་ཡི་ངང་སླེབས་ཀྱི་ཡོད་པ་རེད། དེ་འདྲེ་ཡི་དུས་ཚོད་ལ་བསམ་བློ་རྒྱ་ཆེན་པོ་གུ་ཡངས་པོ། ད་ནི་པའི་ཕྱི་སྦུག་རྒྱང་སྲུང་ཚང་མ་བསམ་བློ་བཏང་བྱས་ནས་འདུག་བ། བོད་སྤྱི་དེ་དང་གཙོ་བོ་དེ། བོད་སྤྱི་པའི་གནད་དོན་གྱི་ཐོག་ལ་སླེབས་པ་ཡིན་ན་སོ་སོའི་སྒེར་སོ་སོའི་དོན་དག་དང་སོ་སོའི་ཆོས་བརྒྱུད་དང་སོ་སོའི་ཆོལ་ཁའི་དེ་ལྟར་ཞོགས་ཁ་གཡུག་བྱས་ནས་འདུག་བ། སྤྱི་སེམས་ཀྱི་ཤུགས་ཆེར་ཆགས་པ་རེད། ཁྱེད་རྟ་ཁལ་ཆེན་པོ་རེད་ཤག་དེ། ཡར་དོན་གྱི་མི་བསམ་སྟངས་དག་རེད། མི། བློ་གཟུར་གནས་པའི་མིའི་བསམ་སྟངས་དག་རེད་བ། བློ་ཕྱོགས་སུ་ལྷུང་བའི་མི། བྱེད་སྟངས་འདི་ལས་ཀ་བྱས་པ་ཡིན་ན། ཨ་ནི་རང་གཞན་ཚང་མ་ཕུང་ལ་བྱ་ཡ་རེད། ད་ནི་ཐ་མ་དེ་སྤྱི་བ་ལས་གྱོང་རག་གི་རེད། སྤྱི་བ་དེ་ལས་གྱོང་གུད་ཕྱིན་པ་ཡིན་ན་སྒེར་སོ་སོ་ལས་གྱོང་གུད་རང་བཞིན་གྱི་འགྲོ་གི་རེད་བ། འོ་སྲིད་ན་དེ་འད་ཡིན་དུས་དེ་ཚོ་ཚང་མ་ལོག་དེ་འད། ཁྱོན་ཡོངས་ཀྱི་དུ་བ་བའི་འདས་མ་འོངས་དུས་གསུམ་ཆ་ཚང་གི་གནས་ཚུལ་གྱི་ཤེས་རྟོགས་ཡོད་པའི་ཐོག་ནས་ཨ་ནུ་པས་ཀྱི་གར་སོགས་འོག་ནས་གཙོ་བོ་དེ་ཚང་མ་ལོ་མཐུན་ལམ་རྡོག་རྩ་གཅིག་སྒྲིལ་ན། སོ་སོའི་ནུས་པ་བཏོན་ཐུབ་ས་དེ་སོ་སོའི་ཆོས་དང་རིག་གཞུང་སྐད་ཡིག་མི་རིགས་མི་ཉམས་རྒྱུན་འཛིན་བྱས་འདི་གནང་ཐུབ་པ་ཡིན་ན་ཨ་ནུ་འོ་ནས་ང་ཚོ་བོད་པ་ཞིག་ཡིན་པའི་ཆ་ནས་ལས་འགན་སྒྲུབ་པར་ལྟ། དགོས་པ། ཡང་ན་གཙོ་བོ་དེ ྋགོང་ས ྋསྐྱབས་མགོན་ཆེན་པོའི་བཀའ་སློབ་དང་བླང་དོར་གྱི་བཀའ་སློབ་སྟེ། ཆོས་སྲིད་གཉིས་ཀྱི་ཐོག་ནས་བཀའ་སློབ་ལམ་སྟོན་རབ་དང་རིམ་པ་མང་པོ་ཞུ་འཕེལ་ཡོང་བར། དུས་ཚོད་པས་སེམས་སྙིང་དུ་བཅངས་བཞིན་ཡོད་ལ། ཡང་རྒྱ་བོ་རིན་པོ་ཆེན་གྱི་དགོངས་པ་དང་མཐུན་པ་དང་རྒྱ་བོ་རིན་པོ་ཆེན་གྱི་བཀའ་སློབ་དང་མཐུན་པ་ཅིག་གནང་ཐུབ་ཡ་ལ་ཚང་མ་ལོག་པའི་འབད་བརྩོན་ལྷོད་མེད་གནང་རོགས་ཆེས་ཞུ་ཡ་ཡིན། འདི་བྱུང་བ་ཡིན་ན་ཨ་ནི ྋརྒྱ་བོ་རྒྱལ་བའི་མཆོད་སྤྲིན་དུ་འགྲོ་ཐུབ་ཀྱི་རེད། རྒྱ་བོ་རྒྱལ་བའི་མཆོད་སྤྲིན་ཟེར་ན།